གླིང་རྗེའི་སྐུ་ཁམས་སམ། ད་ལྟ་ངེད་ཅག་ཨ་ནེ་རྒྱལ་བ་དོན་གཅིག་དམ་པ་མཆོག་ཞབས་པུས་ཀྱི་སྙུང་གཞིའི་སྨན་བཅོས་ཀྱི་ཆེད་དུ་ཨ་ནེ་ཨ་རི་ལ་སྤྱི་བཅོལ་བཅངས་པ་རེད། ད་དེ་གའི་སྨན་བཅོས་དེ་གའི་དེ་ལམ་ལྷོང་ཡོང་ཡག་གི་ཆེད་དུ་ང་རང་ཚོ་དད་ལྡན་མི་མང་ཡོངས་ནས་མ་སྐུལ་དྭང་བླང་གི་ཐོག་ནས་ཨ་སངས་རྒྱས་སྨན་ལས་ཀྱི་མཚན་སྔགས་དེ་གའི་དེར་གང་བླང་སོགས་དྲུག་བྱས་ཏེ་ང་རང་ཚོ་ཚང་མའི་ལས་འགན་རེད། བྱས་པ་ཡིན་དུས། སངས་རྒྱས་སྨན་ལས་ཀྱི་མཚན་སྔགས་དེ་གའི་དོན་དག་དེ་ག་འདྲི་ཅི་རེད་ཟེར་ནས་སྐད་ཆ་དྲི་ངེས་འདུག་ང་རང་ཡང་ཡག་པོ་ཅིག་ཤེས་ཀྱི་མེད་དེ། ཨ་ནི་ཡང་ན་རོགས་པ་ཚོ་ལ་སྐད་ཆ་འདྲ་ཞིག་དྲིས་ནས་མདོར་བསྡུས་ཕྱི་མ་ཞལ་འབོད་ཚན་བྱེད་ཀྱི་ཡིན། ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས། མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་སེལ། དུས་གསུམ་ནད་སེལ་སངས་རྒྱས་སྨན་གྱི་བླ། རྦད་འདྲེ་ཡ་ཡི་འོད་ལ་ཕྱག་འཚལ་ལོ་གསུང་ཡང་དེ་རེད། བསྟོད་པ་དེ་གི་དོན་བདག་འདྲ་བ་ཅིག་བྱས་པ་ཡིན་ན། རྒྱུ་དེས། ཐུགས་རྗེ་ཆེན་པོའི་སྐུ་ནས་ལྷང་བ་ཡིན་པ་ཡིན་ཙང་ཐུགས་རྗེ་ཆེན་པོའི་སྐུ་ནས་ལྷང་བས། སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་གཙོ་བོ་འདྲ་བ་གཅིག་དེ་འཇིག་རྟེན་ལས་འདས་པའམ་ཟེར་ན་ཡང་འདྲ་འདུག་ཡང་མིན་ན་གནས་རིམ་མཐོ་ཤོས་ཀྱི་ཐོག་ནས་བསམ་བློ་བཏང་བ་ཡིན་ན། མཚན་ཙམ་མཐུད་པའི་ངན་འགྲོའི་སྡུག་བསྔལ་ཡོངས་སུ་རྫོགས་པར་ཟད་འགྲོ་ཡང། སངས་རྒྱས་མཎྜལ་གྱི་མཚན་ཙམ་མཐུད་པ་དེས་ཀྱང། རང་རང་ལ་ཡང་ངན་འགྲོ་ལ་སྐྱེ་བའི་རྒྱུ་མང་པོ་ཅིག། ཨ་ནི། མང་པོ་ཤུགས་ཅིག་མ་དག་འགྲོ་ཡང། ཉོན་མོངས་མང་པོ་ཤུགས་ཅིག་དག་འགྲོ་ཡང། སྡིག་སྒྲིབ་མང་པོ་ཤུགས་ཅིག་དག་འགྲོ་ཡང། ད་འཇིག་རྟེན་འདིའི་དབང་དུ་བྱས་པ་ཡིན་ན་ཡང། གཅིག་གི་རླུང་མཁྲིས་པ་བད་ཀན་གསུམ་ཟེར་ན་ཡང་འདྲ་འདུག་དེ་དག་གི་རྒྱུར་བཅོས་པའི་འདོད་ཆགས་ཞེ་སྡང་གཏི་མུག་ཟེར་ན་ཡང་འདྲ་འདུག་དེ་འདྲས་ཀྱི་ད་དུག་གསུམ་ཡོངས་སུ་རྫོགས་པ་དེ་སེལ་བར་བྱེད་པས་སངས་རྒྱས་སྨན་གྱི་ལྷ། དེ་ལ་ཡ་མཚན་ལ་ཡ་སྦལ་འདྲེ་ཡ་ཡོས་ཅེས་ནས་ད་གང་ལྟར་སྔོན་མའི་ཐུགས་བསྐྱེད་པ་དང་མཐུན་པའི་ཐོག་ནས་སྐུ་མདོག་སྔོན་པོ་ཡིན་པ་ཡིན་ཙང་སྦལ་འདྲེ་ཡ་ཡོས་ཅེས་ནས་འོ་དེ་འདྲས་ཀྱི་རྟགས་བཞག་པས་ཨ་ནི། ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས། མཚན་ཙམ་ཐོས་པས་ངན་འགྲོའི་སྡུག་བསྔལ་བསལ། དུས་གསུམ་ནད་སེལ་སངས་རྒྱས་སྨན་གྱི་ལྷ། རྦད་འདྲེ་ཡ་ཡི་འོད་ལ་ཕྱག་འཚལ་ལོ། དོན་དག་དེ་རེད། ད་དེ་ཡི་མཚན་སྔགས་འདྲ་པོ་དེ་ལ་ཡིན་ན། ཨོམ། བེ་ཁ་ཛེ་བེ་ཁ་ཛེ། མ་ཧཱ་བེ་ཁ་ཛེ། བེ་ཁ་ཛེ་རཱ་ཛཱ། ས་མུ་ཀ་ཏི་ཡི་སོ་ཧཱ་ཟེར་དེ་རེད།

ས་མུ་ག་ཏི་ཟེར་དུས་ཙམ་པ་ལ་ཡང་དག་པར་འཕགས་པ་ཡང་དག་པ་ཡང་མེད་ན་མཐར་ཕྱིན་པ། སུ་ཧ་ཟེར་དུས་ཙམ་པ་ལ་ལེ་བར་གཞི་ཚུགས་པ་དང་བྱིན་གྱིས་བརླབས་པ་ཡང་མེད་ན་གེགས་ཐམས་ཅད་སེལ་བ་ཟེར་དེ་འགྲེལ་བྱེད་རེད། ད་དུས་ཀྱི་ནི་མ་འགྲེལ་བཤད་ཞིག་སྦྱར་ཡོང་ན། ཨོམ། བེ་ཁ་ཛེ་བེ་ཁ་ཛེ། མ་ཧ་བེ་ཁ་ཛེ་བེ་ཁ་ཛེ་རཱ་ཛཱ་ས་མུ་ག་ཏི་སུ་ཧ། ཟེར་དེ། དོན་དག་སྙིང་པོ་ལ་མ་དྲིས་ན། དམན་པ། དམན་པ། དམན་པ་ཆེན་པོ། དམན་པའི་རྒྱལ་པོ། དེ་གིས་ཨ་ནི་ཡང་དག་པར་འཕགས་མའི་ལས་པར་ཤིས་ཚུགས་པ་ཆོས་ཀྱིས། དེ་འདྲའི་ཕྱིར་རེད། ཡང་དེ་ལས་ཀྱང་ལས་ལྷ་རུ་བཏང་བ་ཡིན་ན། འོམ། རེད་བ། ལུས་ངག་ཡིད་གསུམ་དེ། ཨ་ནི་དམན་པ། དམན་པ། དམན་པ་ཆེན་པོ། དམན་པའི་རྒྱལ་པོ། ཡིས། ཨ་ནི་བདག་ཅག་རྣམས་ཀྱི་མ་དག་པའི་ལུས་ངག་ཡིད་གསུམ་སྟེ། དག་པའི་སྐུ་གསུང་ཐུགས་ཀྱི་ངོ་བོ་ལ་ཡང་དག་པར་བྱིན་གྱིས་བརླབ་ཏུ་གསོལ། དེ་དག་དེ་འདྲའི་རྗེས་ལ་འཁོར་ན་ཡང་ཕལ་ཆེར་འགྲིག་གི་ཡོད་རྒྱུ་རེད་བསམ་གྱི་འདུག་ལེགས་སེ་རྡོ་རྗེ་ཆེ། དགེ་བ་འདི་ཡིས་མྱུར་དུ་བདག། སངས་རྒྱས་མཎྜལ་འགྲོ་གྱུར་ཅིག། འགྲོ་བ་གཅིག་ཀྱང་མ་ལུས་པ། དེ་ཡི་ས་ལ་འགོད་པར་ཤོག། ཅེས་རྒྱལ་བ་རིན་པོ་ཆེའི་དེ་གའི་སྨན་བཅུའི། དེ་གལ་ཏེ་ལམ་ལོག་ཡོང་བ་ཡང་བསྐྱར་ང་ཚོའི་ཨ་ནེ་ཞལ་མཇལ་གསུང་དུས་ཡོང་ཐོ་ཡག་གི་མི་འདུག་ཞུ་གི་ཡིན་ཐུགས་རྗེ་ཆེ་གནང།